སྐྱབས་རྗེ་ཀུན་བདེ་གླིང་རྟ་ཚག་རྗེ་དྲུང་ཧོ་ཐོག་ཏུ། ནོ་མོན་ཧན། སྐུ་ཕྲེང་དང་པོ་རྗེ་བཙོན་འགོག་པའི་དངོས་སློབ། སྙན་བརྒྱུད་བསྟན་པའི་མངའ་བདག་འཇམ་དབྱངས་གཙང་པ་བདུན་བརྒྱུད་ཀྱི་ལྔ་པ་ཁྲི་ཆེན་བྷ་སོ་ཆོས་ཀྱི་རྒྱལ་མཚན་མཆོག་ནི། སྤྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་མེད་གཉིས་ལོར་མཁས་གྲུབ་རྗེའི་གཅུང་པོར་སྐུ་འཁྲུངས། སྐུ་གཞོན་ནུའི་དུས་ནས་རྒྱལ་བའི་བསྟན་པ་རིན་པོ་ཆེའི་སྒོར་ཞུགས། རྗེ་རིན་པོ་ཆེ་ཡབ་སྲས་ཀྱི་ཞབས་ལ་གཏུགས་ནས་རྒྱལ་བའི་བཀའ་དགོངས་འགྲེལ་དང་བཅས་པར་མཁས་པའི་ཕུལ་དུ་ཕྱིན་པར་གྱུར། རྗེ་བཙུན་འཇམ་དཔལ་དབྱངས་ཀྱི་སྙིགས་དུས་ཚེ་ཐུང་གཅིག་ལ་ཟབ་ལམ་བླ་མ་ལྷའི་རྣལ་འབྱོར་གྱི་སྒོ་ནས་མྱུར་བ་མྱུར་བར་སངས་རྒྱས་ཀྱི་གོ་འཕང་བསྒྲུབ་པའི་ཐབས་ཤིན་ཏུ་གསང་བའི་སྙན་བརྒྱུད་མན་ངག་ཡོངས་རྫོགས་སྤྲུལ་པའི་གླེགས་བམ་ཆེན་མོ་དང་བཅས་པ་རྗེ་ཙོང་ཁ་པ་ཆེན་པོར་གནང། རྗེ་རིན་པོ་ཆེའི་སྙན་བརྒྱུད་མན་ངག་སྤྲུལ་པའི་གླེགས་བམ་ཆེན་མོ་དང་བཅས་པ། རྟོགས་ལྡན་འཇམ་པའི་རྒྱ་མཚོ་དང། མན་ངག་མཁས་གྲུབ་རྗེར་སྣང། རྟོགས་ལྡན་འཇམ་པའི་རྒྱ་མཚོ་ལ་རྗེ་བཙུན་འཇམ་པའི་དབྱངས་ཀྱིས་ལུང་བསྟན་གནང་བ་ལྟར་སྙན་བརྒྱུད་ཀྱི་མན་ངག་སྤྲུལ་པའི་གླེགས་བམ་དང་བཅས་པ་རྗེ་བ་སོ་ཆོས་རྒྱལ་ཁོ་ནར་གནང་སྟེ་ཤིན་ཏུ་གསང་བ་འགོད་པ་ཕྱི་རྒྱུད་དུ་བཀས་རྒྱས་བཏབ། མཁས་གྲུབ་རྗེས་ཀྱང་སྙན་བརྒྱུད་ཀྱི་མན་ངག་བ་སོ་ཆོས་རྒྱལ་ཁོ་ནར་གནང་བས་རྗེ་བ་སོ་ཐི་བ་དབོན་ས་སྙན་བརྒྱུད་ཀྱི་བསྟན་པའི་བདག་པོར་གྱུར། འཇམ་པའི་དབྱངས་ཀྱིས་ལུང་བསྟན་པ་ལྟར་སློབ་མ་གྲུབ་ཆེན་ཆོས་རྡོ་རྗེར་དགེ་ལྡན་སྙན་བརྒྱུད་ཀྱི་མན་ངག། སྤྲུལ་པའི་གླེགས་བམ་ཆེན་མོ་དང་བཅས་པ་ལྐོག་ཆོས་སུ་བསྩལ། གྲུབ་ཆེན་ཆོས་རྡོ་རྗེ་རྒྱལ་བ་དབེན་ས་པ་བློ་བཟང་དོན་གྲུབ་ལ་བསྩལ། དེ་ཡི་ཁྱི་གྲུབ་སངས་རྒྱས་ཡེ་ཤེས་དང། དེ་ཡི་པན་ཆེན་བློ་བཟང་ཆོས་རྒྱན་ལ་བསྩལ། པན་ཆེན་བློ་བཟང་ཆོས་རྒྱན་གྱིས་འདི་ལྟ་བུའི་མན་ངག་བླ་ན་མེད་པ་དེ་ཉམས་ན། ཆེས་ཕངས་པར་གོང་ནས་མན་ངག་དེ་ཉིད་སྙིང་པོར་བྱས་པའི་བླ་མཆོད་བདེ་སྟོང་དབྱེར་མེད་མ་དང་དགེ་ལྡན་ཕྱག་རྒྱ་ཆེན་པོའི་རྩ་འགྲེལ་མཛད། ཡང་རྗེ་བཙུན་འཇམ་དཔལ་དབྱངས་ནས་བརྒྱུད་དེ་རྗེ་ཙོང་ཁ་པས་རྟོགས་ལྡན་འཇམ་དཔལ་རྒྱ་མཚོར་གནང་བའི་ཟབ་ལམ་གཅོད་ཀྱི་མན་ངག་རྟོགས་ལྡན་པའི་བ་སོ་ཆོས་རྒྱན་ལ་ཡོངས་སུ་གཏད་པས། རྗེ་བ་སོ་པ་ནི་དགེ་ལྡན་སྙན་བརྒྱུད་གཅོད་དང་བྱང་ཆུབ་ལམ་རིམ་སོགས་ཀྱི་བླ་བརྒྱུད་གལ་ཆེ་བ་ཞིག་ཀྱང་ཆགས་ཡོད། གཙང་བ་སོར་སྒྲུབ་པ་མཛད་དེ་བདེ་སྟོང་གི་ཉམས་རྟོགས་ཁྱད་པར་ཅན་འཁྲུངས་པས་བ་སོ་ཆོས་རྗེར་གྲགས། དགའ་ལྡན་ཁྲི་ཐོག་ལྔ་པ་རྗེ་བློ་གྲོས་ཆོས་སྐྱོང་མཇའ་འགྲེལ་དུ་ཕེབས་བཤད་ཀྱིས། རྒྱལ་བ་དགེ་འདུན་གྲུབ་པ་དགའ་ལྡན་གསེར་ཁྲིར་གདན་དྲངས་ཀྱང། རྗེས་ཀྱི་འདུས་གྲུབ་པའི་ཞལ་གྱིས་མ་བཞེས་པར། མཁས་གྲུབ་ཆོས་རྗེའི་གཅུང་པོ་བ་སོ་ཆོས་ཀྱི་རྒྱལ་མཚན་ཁོང་ལུང་རྟོགས་ཀྱི་ཡོན་ཏན་བླ་ན་མེད་ཅིང། ཕྲིན་ལས་ཀྱི་འོད་སྣང་གང་སར་ཁྱབ་པས་དགའ་ལྡན་གསེར་ཁྲིར་གདན་དྲོངས། ཞེས་གསུངས། རྗེ་བ་སོ་གཉིས་སྙན་བརྒྱུད་ཀྱི་མན་ངག་ལ་བརྟེན་ནས། སྒྲུབ་པ་ལ་རྩེ་གཅིག་ཏུ་གཞོལ་བར་དགོངས་པའི་སྐབས། རྗེ་བཙུན་དབང་བ་ཆེན་པོ་དང། རྡོ་རྗེ་རྣལ་འབྱོར་མས། དགའ་ལྡན་གསེར་ཁྲིར་ཕེབས་ན། བསྟན་པ་ལ་རྒྱ་ཆེར་ཕན་པའི་ལུང་བསྟན་གཞུང་བཞིན། རྗེ་བློ་གྲོས་ཆོས་སྐྱོང་གིས་ཞུ་ནན་ཆེ་བ་དང། རྒྱལ་བ་དགེ་འདུན་གྲུབ་པ་སོགས་ཀྱི་ཐུགས་རེ་ལྟར། དགའ་ལྡན་ཁྲིར་ཕེབས་པར་ཞལ་བཞེས་མཛད། བཀྲ་ཤིས་ལྷུན་པོར་གདན་དྲངས་ཏེ། རྗེ་དགེ་འདུན་གྲུབ་ཀྱི་ཞལ་ནས། ད་ལམ་ཉིན་རྗེ་ཙོང་ཁ་པས་གདན་སར་ཕེབས་པ་ལ་ཉན་ནས་ཕྱག་གིས་པའི་ཕྱག་ལེན་མ་མཛད་ཅིག། ཅེས་གསུངས་ནས་ཐམས་ཅད་མཁྱེན་པ་དགེ་འདུན་གྲུབ་པ་འཁོར་དང་བཅས་པས་ཕྱག་མཛད། སྤྱི་ལོ་ཆིག་སྟོང་བཞི་བརྒྱ་དྲུག་ཅུ་རེ་གསུམ་ལོར་དགའ་ལྡན་གསེར་ཁྲིར་ཕེབས། དགའ་ལྡན་གསེར་ཁྲི་ལོ་ངོ་བཅུ་གཅིག་སྐྱོང་རིང། སྐལ་ལྡན་གྱི་གདུལ་བྱ་གྲངས་ལས་འདས་པར་རབ་བྱུང་བསྙེན་རྫོགས་དབང་ལུང་མན་ངག་མཐའ་ཡས་པ་བསྩལ་ཞིང། ལྷག་པར་བྱང་ཆུབ་ལམ་གྱི་རིམ་པའི་ཆོས་འཁོར་རྒྱ་ཆེར་བསྐོར་བར་མཛད་པས། དཔལ་ཆེན་ཆོས་ཀྱི་རྒྱལ་པོ་ཞེས་སྙན་པའི་གྲགས་པས་ཁྱབ། སྐབས་ཤིག་གསེར་བྱེས་ཡིག་ཆའི་དྭགས་པོ་རྗེ་བཙུན་ཆོས་ཀྱི་རྒྱལ་མཚན་གྱི་ཡུམ་སྒྲོལ་མ་འབུམ་མཇལ་བཅར་བྱུང་བའི་སྐབས་དེར། ཁྱོད་ཀྱིས་གཏམས་པར་གྱུར་བའི་སྲས་འདི། བསྟན་པ་ལ་ཕན་ཐོགས་པའི་བསྟན་འཛིན་ཆེན་པོ་ཞིག་ཡོང། མཚན་ཆོས་ཀྱི་རྒྱལ་མཚན་ཐོགས། འཁྲུངས་མ་དག་ན་ས་དེ་སོད་ཅིག། ཅེས་བཀྲ་ཤིས་ཁ་བཏགས་ཤིག་གནང་ནས་རྟེན་འབྲེལ་ཁྱད་པར་ཅན་བསྒྲིགས། སྤྱི་ལོ་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་གསུམ་ལོར་ངོ་མཚར་བའི་ལྟས་དུ་མ་དང་བཅས་སྐུ་མྱ་ངན་ལས་འདས་པའི་ཚུལ་བསྟན་ཞིང། སྐུ་གདུང་ཞུགས་ལ་ཕུལ་བར་སྐུ་རུས་ལ་འཕགས་པ་ལོ་ཀེ་ཤ་རའི་སྐུ་དང། ཡིག་འབྲུ། རིང་བསྲེལ་སོགས་མང་དུ་བྱུང། གསུང་རྩོམ་ལ་དུས་འཁོར་བསྐྱེད་རྫོགས་དང། དབུ་མའི་ལྟ་ཁྲིད་ཆེ་ཆུང་སོགས་བཞུགས། སློབ་མ་ལ་ཚེ་གཅིག་ཟུང་འཇུག་གི་གོ་འཕང་ཐོབ་པ། རྡོ་རྗེ་མཆེད་གསུམ་དང། གནས་རྙིང་ཀུན་དགའ་བདེ་ལེགས། རྒྱུད་སྟོད་ཕྱག་བདེ་དཔའ་བོ་རྒྱུད་ཆེན་ཀུན་དགའ་དོན་གྲུབ། དགའ་ལྡན་ཁྲི་པ་དར་སྟོན་བློ་བཟང་གྲགས་པ། འབྲས་སྤུངས་ཁྲི་པ་འཇམ་དབྱངས་དཀར་ལོ། སེ་ར་ཁྲི་པ། རྙེད་སྟོན་པད་འབྱུང་ལྷུན་གྲུབ། སྤྲེལ་ལུང་སྤྲིས་པ། དཔལ་ཆེན་ཡེ་ཤེས་རྩེ་མོ། འཕགས་པ་ལྷ་སོགས་རྩོལ་མེད་ཀྱི་སྐྱེས་བུ་དམ་པ་མང་དུ་བྱུང། གང་དེའི་སྐུ་ཕྲེང་ཕྱི་མ་རྣམས་སུའང། སྐུ་ཕྲེང་གཉིས་ཀྱིས་བོད་ཀྱི་རྒྱལ་ཚབ་འདྲེན་འབྲེལ་ཐེངས་གཉིས་དང། གསེར་བུམ་དཀྲུག་འདོན་མི་དགོས་པར། རྒྱལ་བ་སྐུ་ཕྲེང་དགུ་པ་དང། བཅུ་གསུམ་པ་ཆེན་པོ་གཉིས་ངོས་འཛིན་དང་གསེར་ཁྲིར་མངའ་གསོལ་ཞུས་ཤིང། རྒྱལ་བ་སྐུ་ཕྲེང་བཅུ་གཅིག་པ་དང་བཅུ་གསུམ་པའི་ཡོངས་འཛིན་ཀྱང་མཛད། གཞན་ཡང་རྒྱ་ནག་གོང་མ་དང་སོག་པོའི་རྒྱལ་པོ་སོགས་ཀྱི་དབུ་བླ་དང། པེ་ཅིང་ཡུང་ཧྭ་ཀོང་གི་མཁྱེན་རྟོགས་དང་པོ་གནང་བ་སོགས་བོད་རྒྱ་ཧོར་གསུམ་དུ་བསྟན་འགྲོའི་མཛད་པ་རྒྱ་ཆེར་བསྐྱངས་སོ།